བརྙན་ཐུང་འདི་ལེགས་གྲུབ་བྱུང་བ། ལྷ་ས་ནས་ཡིན་པའི་ཨ་ཅག་ཚེ་བརྟན་སྒྲོལ་དཀར་ལགས་ནས་སྦྱིན་བདག་གནང་བ་སྙིང་ཐག་པ་ནས་ཐུགས་ཆེ་གནང། སེང་གེ་སྣམ་བུ་སོགས་སྐུ་ཁམས་བཟང། དེ་རིང་གི་དཔེ་ཀློག་ལེ་ཚན་འདིའི་ནང། ལྷ་མཚོ་བའི་བུ་ཞེས་པའི་གཏམ་རྒྱུད་ཐུང་ཐུང་ཞིག་ཁྱེད་རྣམ་པའི་རྣ་བའི་སྙན་ལམ་དུ་འབུལ་ལམ་ཞུ་རྒྱུ་ཡིན། གཏམ་རྒྱུད་འདིའི་ནང་ཨབ་ར་ཧམ་ལིན་ཁོན་ཨ་མི་རི་ཀའི་སྲིད་འཛིན་དུ་བདམས་རྗེས། ཁོང་གིས་རང་གི་པཱ་ལགས་ལྷ་མཚོ་བ་ཞིག་ཡིན་པ་དེ་ངོ་མཚར་མ་བསམ་པ་མ་ཟད། དེ་ལས་ལྡོག་སྟེ་རང་གི་གཟི་བརྗིད་དུ་བརྩིས་ནས་ངོམས་སོ་བྱས་པས། གཞན་གྱི་བརྩི་བཀུར་ཐོབ་པའི་སྐོར་བཀོད་ཡོད། གཤམ་ལ་གཏམ་རྒྱུད་དེ་ལན་གཅིག་བཤད་ཀྱི་ཡིན། Abraham Lincoln ཨ་མི་རི་ཀའི་སྲིད་འཛིན་དུ་བདམས་རྗེས་ཀྱི་ཉིན་ཐོག་མ་དེར། རྒྱལ་ཁབ་ཀྱི་གྲོས་ཚོགས་གོང་མའི་སྤྱི་འཐུས་རྣམས་ཉམས་དམའ་པོར་གྱུར། རྒྱུ་མཚན་ནི་ལིན་ཁོན་གྱི་པཱ་ལགས་ལྷམ་བཟོ་བ་ཡིན་པའི་རྐྱེན་གྱིས་རེད། སྐབས་དེའི་ཨ་མི་རི་ཀའི་གྲོས་ཚོགས་གོང་མའི་སྤྱི་འཐུས་མང་ཆེ་བ་ནི་སྐུ་དྲག་གི་རྒྱུད་པ་ཡིན་དུས། ཁོང་ཚོ་མཐོ་རིམ་སྤྱི་ཚོགས་ཀྱི་རིགས་རྒྱུད་མཐོ་པོ་ཤ་སྟག་ཡིན་སྙམ་པའི་ང་རྒྱལ་ཆེན་པོ་དང། རང་ཉིད་ཀྱི་བཀུར་བར་བྱ་བའི་སྲིད་འཛིན་ནི་རིགས་དམན་པ། ལྷམ་བཟོ་བའི་བུ་ཞིག་ཡིན་པ། ཡིད་ལ་དྲན་མ་མྱོང། དེའི་རྐྱེན་གྱིས་ལིན་ཁུན་གྱིས་གྲོས་ཚོགས་གོང་མར་ཐོག་མའི་གཏམ་བཤད་གནང་དུས། སྤྱི་འཐུས་ཁ་ཤས་ཀྱིས། ཁོང་ངོ་ཚ་ཁ་སྐྱེངས་ཀྱི་གནས་སུ་སྐྱེལ་དགོས་སྙམ། གླིང་ཁུལ་གཏམ་བཤད་སྟེགས་བུའི་ཐོག་ཏུ་ལངས་ནས་གཏམ་བཤད་སྤེལ་གྲབས་བྱེད་སྐབས་སུ། ང་རྒྱལ་གྱིས་ཁེངས་པའི་སྤྱི་འཐུས་ཤིག་ཡར་ལངས་ནས། སྐུ་ཞབས་གླིང་ཁུལ། ངའི་རེ་བ་ལ། ཁྱེད་ཀྱིས་གཏམ་བཤད་མ་སྤེལ་གོང་ལ། ཁྱེད་རང་ལྷམ་བཟོ་བའི་བུ་ཞིག་ཡིན་པ་བརྗེད་མི་རུང། ཞེས་བཤད་པས། གྲོས་ཚོགས་གོང་མའི་སྤྱི་འཐུས་ཚང་མ་ཕབ་བྱེད་ཤོར་ཞིང། ཚང་མས་ལན་ཁུན་ཕམ་པ་བྱེད་མི་ཐུབ་ནའང། ཁོ་ཁ་སྐྱེངས་དགོས་པ་ཞིག་བཟོ་ཐུབ་པས་དགའ་ཐག་ཆོད། ཚང་མ་གད་མོ་རྒལ་མཚམས་ཆོད་པ་ན། ལིན་ཁུན་གྱིས། ཁྱེད་ཀྱིས་ང་ལ་རང་ཉིད་ཀྱི་པཱ་ལགས་དྲན་དུ་བཅུག་པར་ངས་བཀའ་དྲིན་ཆེ་ཞུ་རྒྱུ་ཡིན། ངའི་པ་ལ་སྐུ་ཚེ་ལྡན་ནས་ལོ་འགའ་ཤས་ཕྱིན་པ་རེད། ངས་ཁྱེད་ཀྱིས་གསུངས་པ་ནམ་ཡང་བརྗེད་མི་སྲིད། ག་དུས་ཡིན་ཡང་ང་ལྷམ་བཟོ་བའི་བུ་ཞིག་ཡིན། ང་ལ་སེམས་གཟིགས་ཀྱི་གོ་གནས་ཡོད་དེ། ང་པ་ལ་ནང་བཞིན་གྱི་ལྷམ་བཟོ་དབུ་ཅན་ཞིག་ནི་ནམ་ཡང་བྱེད་མ་ཐུབ་པའི་འགྱོད་པ་ཆེན་པོ་ཡོད། ཅེས་བཤད་པས་ཚང་མ་ཁུ་སིམ་མེར་གྱུར། ལིན་ཁུན་གྱིས་འཕྱ་སྨོད་བྱེད་མཁན་སྤྱི་འཐུས་དེར། ངས་ཤེས་གསལ་ལ། སྔོན་ཆད་ངའི་པ་ལགས་ཀྱིས་ཁྱེད་རང་གི་ནང་མི་ལ་ཡང་ལྷམ་བཟོ་མྱོང་ཡོད། གལ་ཏེ་ལྷམ་དེ་ཁྱེད་ཀྱི་རྐང་པར་རན་པོ་ཞིག་བྱུང་མེད་ན། ངས་བཟོ་བཅོས་བྱས་ཆོག་ང་ལྷམ་བཟོ་དབུ་ཅན་ཞིག་མིན་ན་ཡང། ངས་ཆུང་དུས་ནས་པ་ལགས་ཀྱི་དྲུང་ནས། ལྷམ་བཟོའི་ལག་རྩལ་སྦྱོང་མྱོང་ཡོད། ཅེས་བཤད། ཁོང་གིས་སྤྱི་འཐུས་ཡོངས་ལ་བལྟས་ནས། གྲོས་ཚོགས་ཁང་གི་མི་སུ་ཡིན་ཡང། གལ་ཏེ་ཁྱོད་ཚོའི་རྐང་པར་གྱོན་པའི་ལྷམ། ངའི་པཱ་ལགས་ཀྱིས་བཟོས་པ་དང། དེར་བཟོ་བཅོས་བྱེད་དགོས་ན་ངས་བྱེད་ཆོག། རེད་དེ། ངས་རང་གི་པཱ་ལགས་ཀྱི་ནང་བཞིན་གཏན་ནས་བཟོ་མི་ཐུབ། ང་ནི། ཁོང་ལྟ་བུའི་ལྷམ་བཟོ་དབུ་ཅན་ཞིག་གཏན་ནས་མིན། ཁོང་གི་ལག་རྩལ་ནི་དངོས་གནས་འགྲན་ཟླ་མེད་པ་ཞིག་རེད། ཅེས་བཤད་པ་དང་མིག་ནས་མཆི་མ་ལྷུང། མཚམས་དེར་གྲོས་ཚོགས་ནང་ཐལ་མོ་རྡེབ་སྒྲས་ཁེངས། བྱས་ཙང་གཏམ་རྒྱུད་འདི་ནས་ང་ཚོས་ག་རེ་ཤེས་ཐུབ་ཀྱི་འདུག་ཞུས་པ་ཡིན་ན། སྐབས་སྐབས་ལ་གཞན་གྱི་སྐྱོན་བརྗོད་དང་ཁྲེལ་དགོད། འཕྱ་སྨོད་སོགས་ཀྱིས་མཆི་མ་འཕེན་པ་ཡིན་ན། སྣང་མེད་དུ་བཞག་ནས་སྤོབས་པ་དང་ཡིད་ཆེས་ལྡན་པ་ཡིན་ན། གཟི་བརྗིད་དུ་འགྱུར་བའང་ཡོད་ཞེས་སློབ་གསོ་བཏང་གནང་གི་འདུག་བྱས་ཙང་ཚང་མས་འདི་སེམས་ལ་བཞག་རོགས་གནང།